བོད་དོན་ལས་འགུལ་བསྟི་གནས་ཁང་གི་གློག་ཀླད་སྐོར་སློབ་ཚན་དང་པོར་ཕེབས་པར་དགའ་བསུ་ཞུ། སློབ་ཚན་དེ་དག་བརྒྱུད་ཁྱེད་རང་ཚོའི་དྲ་རྒྱའི་ནང་འཛུལ་སྐབས་སོ་སོའི་སྒེར་གྱི་གནས་ཚུལ་ལ་སྲུང་སྐྱོབ་དང། དྲ་རྒྱའི་ནང་ཉམས་མྱོང་ཡག་པོ་ཡོང་ཐུབ་རྒྱུར་ཕན་ཐོགས་ཡོང་ངེས་རེད། དེ་རིང Web Browser གྱི་ནང་ནས

གལ་སྲིད་དེ་འདྲའི་སྐྱོན་ཡོད་ཚེ། མི་གཞན་ཞིག་གིས་དྲ་རྒྱའི་ཡོང་ནས་ཁྱེད་རང་གི་གློག་ཀླད་ནང་འཛུལ་ཏེ་གསང་ཡིག་སོགས་བཅུག་ནས་ཁྱེད་རང་གི་སྒེར་གྱི་གསང་བའི་གནས་ཚུལ་རྐུ་མ་རྒྱག་ཐུབ་ཀྱི་ཡོད་པ་རེད། Microsoft ཁོང་ཚོས་སྐྱོན་དེ་དག་མེད་པ་བཟོ་ཐབས་གང་ལེགས་བྱེད་ཀྱི་ཡོད་པ་དང། གལ་སྲིད་ཁྱེད་རང Internet Explorer དྲུག་པ་བེད་སྤྱོད་བྱེད་ཀྱི་ཡོད་ན་དེ་ལོ་བཅུ་ཙམ་རྙིང་པ་རེད། བྱས་ཙང་ཁྱེད་རང་ལ་ཉུང་མཐར Internet Explorer བརྒྱད་པ་ངེས་པར་དགོས་ཀྱི་རེད།

Windows Update ཞེས་པ་དེའི་ནང་ཡོད་པའི་གདམ་ཀ་ཚང་མར་ཡིན་ཞེས་རྟགས་བརྒྱབ་དགོས། དེ་ལྟར། ཡང་ནས་ཡང་དུ་བྱས་ན་ཁྱེད་རང་གི་གློག་ཀླད་དེ་བརྟན་པོ་དང་དྲ་རྒྱའི་ནང་འགྲོ་སྐབས་སྲུང་སྐྱོབ་ཡག་པོ་ཡོང་གི་རེད། དེ་བཞིན Microsoft dot com slash security ནང་ཕྱིན་ནས་སྲུང་སྐྱོབ་སྐོར་ལས་གཞི་གང་ཡོད་པ་ཚང་མར་རྟགས་བརྒྱབ་ན་ཁྱེད་རང་གི་གློག་ཀླད་དེ་རང་བཞིན་གྱིས་དུས་དང་མཐུན་པ་ཆགས་ཐུབ་ཀྱི་རེད། ཕྱི་ཐང་ནས Microsoft Internet Explorer བེད་སྤྱོད་བཏང་ཡས་ལ་ཡག་པོ་མེད་པ་རེད། གང་ཡིན་ཟེར་ན། Microsoft ནི་སྒེར་གྱི་བཟོ་གྲྭ་ཆེན་པོ་ཞིག་ཡིན་པ་དང་ཁོ་ཚོས་ལས་གཞི་དེ་དག་དུས་དང་བསྟུན་པ་ཡིན་མིན་སུ་ཡིས་བཟོས་ཀྱི་ཡོད་མེད་ཤེས་ཀྱི་མེད་པ་རེད། བྱས་ཙང། ངས Internet Explorer། འདི་ཚང་མ་སྒོ་རྒྱབ་ཀྱི་ཡིན། དེ་མ་ཡིན་པ་ཞིག་ངས་ཁྱེད་རང་ཚོར་ངོ་སྤྲོད་བྱེད་ཀྱི་ཡིན། དེ་ནི Firefox རེད། Firefox ཞེས་པ་ནི Mozilla ཡི་ཁེ་ལས་པས་བཟོས་པ་དང Microsoft དང་མི་འདྲ་བར་ཁོང་ཚོ་ནི་ཚོང་གི་ཆེད་དུ་མིན་པ་མ་ཟད། ཁོང་ཚོས་ལས་གཞི་ག་རེ་སྤེལ་བ་དེ་དག Open Source ཡིན་པ་དང། མི་ཚང་མས་མཐོང་གི་ཡོད་པ་དང་མི་སུ་ཞིག་གིས་དེ་དག་ལ་བརྟག་དཔྱད་བྱས་ཆོག་པ་དང་བྱེད་ཐུབ་ཀྱི་ཡོད་པ་རེད། དེ་འདྲ་སོང་ཙང་དེ་དག་ལ་སྐྱོན་ཡོད་པ་རྣམས་ལམ་སེང་བཟོ་བཅོས་ཐུབ་ཀྱི་ཡོད་པ་རེད། Firefox ནི་དེང་དུས་ཀྱི་དྲ་རྒྱའི་འགྲོ་སྟངས་དང་མཐུན་པའི་ཐོག་བཟོས་པ་ཡིན་སྟབས་སྲུང་སྐྱོབ་དང་སྒེར་གྱི་གནས་ཚུལ་གསང་བ་ཉར་ཐུབ་པའི་མཐུན་རྐྱེན་ཆ་ཚང་ཡོད་པ་རེད། གལ་ཆེ་བ་ཞིག་ལ Firefox ནས་ཁྱེད་རང་གི་དྲ་རྒྱའི་ནང་མཆིས་པའི་གནས་ཚུལ་དང་གློག་འཕྲིན་བརྒྱུད་ཡིག་འབྲེལ་བྱས་པ་དེ་དག་མི་གཞན་གྱིས་མི་ཤེས་པར་གསང་བར་ཉར་གྱི་ཡོད་པ་རེད།

དེ་བཞིན Pop Ups འགོ་རྒྱུ་དང་ཁྱེད་རང་དྲ་རྒྱའི་ནང་ཕྱིན་པའི་སྐབས་ཀྱི་གནས་ཚུལ་དེ་དག་མེད་པ་བཟོས་པའམ། གློག་ཀླད་ནང་མ་ཉར་ཞེས་བརྗོད་རྒྱུའི་གདམ་ག་ཡོད་པ་རེད། གལ་སྲིད་ཁྱེད་རང་ལ་སྒེར་གྱི་གནས་ཚུལ་ཐོག་སྲུང་སྐྱོབ་ནན་པོ་དགོས་ཚེ། JavaScript ལ་མིན་ཞེས་རྟགས་བརྒྱབ་པ་དང་སོ་སོའི་གསང་ཡིག་གློག་ཀླད་ནང་མ་ཉར་ཞེས་གདམ་ཆོག་པ་ཡིན། རྒྱུ་མཚན་དེ་དག་ལ་བརྟེན Firefox བེད་སྤྱོད་གནང་ན་ཡག་པོ་ཡོད་པ་རེད། སྲུང་སྐྱོབ་དང་སྒེར་གྱི་གནས་ཚུལ་གསང་བ་ཉར་ཐུབ་པ་མ་ཟད Firefox རིན་མེད་ཡིན་པས་སུ་ཞིག་གིས་བེད་སྤྱོད་ཆོག་པ་ཡིན། གོང་དུ་བརྗོད་པའི་རྒྱུ་མཚན་དེ་དག་ལ་བརྟེན་ཁྱེད་རང་གིས Internet Explorer གཡུག་ནས Firefox བེད་སྤྱོད་བྱེད་ཀྱི་ཡོད་པའི་ཡིད་ཆེས་ཡོད། དྲ་ནས་རྗེས་སུ་རིམ་པ་མཐོ་བའི Firefox སྐོར་བཤད་རྒྱུ་ཡིན། བོད་དོན་ལས་འགུལ་ལྟེ་གནས་ཁང་གི་དྲ་རྒྱའི་ནང་འགྲོ་སྟངས་དང་གློག་ཀླད་ཐོག་སློབ་ཚན་མང་པོ་འབུལ་ལམ་ཞུ་རྒྱུ་ཡོད་པས་ཁྱེད་རྣམ་པའི་ཐུགས་ལ་བཞག་རོགས་རྗེས་མར་ཡང་བསྐྱར་མཇལ་ཡོང།